དང་ཐོག་མ་བར་གསུམ་གྱི་འགལ་བ་ཡོད་པ་ལས་བར་དོའི་འགལ་བའི་གཞུང་དེ་དང་བར་དོའི་འགལ་བའི་གཞུང་དེ་ནས་གསུམ་པ། བསླབ་བྱ་བརྩི་འགྱུར་ལྟ་བུའི་ཆོས་བཞིས་བསྟན་པའི་ཆོས་སྒྲུབ་པ་ཞེས་པ་དེའི་ནང་ནས་དང། ངེས་པར་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་དང་དེ་ནི་ཉོན་མོངས་པ་མེད་པའི་ཚུལ་ཁྲིམས་དང་ཚད་མེད་པའི་རིགས་ལྔའི་གཟུགས་ཚད་མེད་པའི་སྙིང་རྗེ་ལ་སྦྱོར་བ་བྱང་ཆུབ་སེམས་དང་དབང་རྣམ་པར་ཐོབ་པ་ལས་དེ་ནི། དམ་ཚིག་སྔོན་དབང་རྣམ་པ་ཐོབ་པ་དང་ཚུལ་བསྟན་པ་ཡོད་པ་ནས་དང་གསུམ་པ་ཚད་མེད་པའི་སྙིང་རྗེ་ལས་བྱུང་བའི་བྱང་ཆུབ་ཀྱི་སེམས་ད་དེ་ཡིན་པ་དེ་ལ་བརྟེན་ནས་མཚམས་སྦྱར་བ་དང་བྱང་ཆུབ་སེམས་དཔའི་བསླབ་པ་དངོས་བསྟན་པ་དང་དེས་ལམ་ཇི་ལྟར་བསྒྲུབ་པའི་ཚུལ་བསྟན་པ་ན་ནས་དང་དང་པོ་དེ་བཟུང་དང་གཉིས་པ་བསླབ་པ་དངོས་བསྟན་པ་ལ་གཉིས་ཏེ་དེ་བཞིན་གཤེགས་པའི་རིགས་ངོས་བཟུང་བ་དང་སེམས་བཟུང་རྒྱས་པར་ཞེས་པའི་ནང་ནས་དེ་བཞིན་གཤེགས་པའི་རིགས་ངོས་བཟུང་བ་དེ་གསུམ་དང་གཉིས་པ་སེམས་གསུམ་རྒྱས་པར་བྱེད་པ་ལ་གསུམ་སྟེ། བྱམས་པ་རྒྱས་པར་བྱེད་པ་དང་སྙིང་རྗེ་རྒྱས་པར་བྱེད་པ་དང་བྱང་ཆུབ་ཀྱི་སེམས་རྒྱས་པར་བྱེད་པའི་ནང་ནས་དང་པོ་གཉིས་དེ་གོང་དུ་སོང་ཟིན་ནས། ད་ནི་དེ་ཡིན་པར་ད་ལྟ་གསུམ་པ་བྱང་ཆུབ་སེམས་དེའི་རིགས་དང་གསུམ་པ་བྱང་ཆུབ་སེམས་རྒྱས་པར་བྱེད་པ་ལ་དྲུག་སྟེ་བྱང་ཆུབ་ཀྱི་སེམས་སྐྱེ་བའི་རྒྱུ།

རྒྱས་པར་བཤད་པ་དེ་རེད་བརྙེས་པ་རྒྱས་པར་བཤད་པ་དེ་ལ་སྡོམ་འབེབས་ཀྱི་ཚུལ་ཁྲིམས་དང་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་དང་དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས། འོ་དེ་གསུངས་པ་རྣམས་ནི་དག་དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས་དེ་ཡིན་ས་རེད་དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས་དེ་རེད་ད་དེ། ད་ང་ཚོ་འདི་ནས་མ་སླེབས་དུས་ད་དེ་ནས་མ།

དགེ་བའི་ཆོས་ཉམས་སུ་བླང་བ་དང་དེ་རྫོགས་པས་བྱང་ཆུབ་ཏུ་འདོད་པའི་ཐབས་བསྟན་པ་སྟེ་ཚེ་བདག་དང་པོ་དེ་ལ་ཐུན་མོང་དུ་དགེ་བ་བཅུ་ཉམས་སུ་བླང་བ་ཁྱད་པར་དུ་ཕ་རུ་ཕྱིན་པ་དྲུག་གཙོ་བོར་ཕ་རུ་སྦྱིན་པ་དྲུག་བྱས་དེ་ནས་གཙོ་བོ་འདུལ་བའི་དངོས་པོ་བཞི་ཉམས་སུ་བླང་བའི་ནང་ནས་དང་པོ་ཐུན་མོང་དུ་དགེ་བ་བཅུ་ཉམས་སུ་བླང་བ་དེ་བསྲུང་བ་ཡིན་པ་རེད་དེ་ཕྱིར།

མདོར་ན་གང་དུ་འདོར་བ་དེ་འདྲ་བསམ་པའོ། དང་པོ་ངོ་བོ་བསྟན་པ་དེ་གོང་དུ་སོང། གཉིས་པ་སྐྱེ་བའི་གོ་རིམ་བསྟན་པ་དེ་སོང། གསུམ་པ་དབྱེ་བ་ལ་དྲུག་སྦྱིན་པ་དང་ཚུལ་ཁྲིམས་དང་བཟོད་པ་དང་བརྩོན་འགྲུས་དང་བསམ་གཏན་དང་ཤེས་རབ་བཅས་དྲུག། དང་ལྡན་མ། ཕུག་ཏུ་བ། ཤེས་རབ་བོ། ཅེས་བདག་དང་པོ་སྦྱིན་པ་ལ་གསུམ་སྟེ་ཟང་ཟིང་གི་སྦྱིན་པ་དང། ཆོས་ཀྱི་སྦྱིན་པ་དང་མི་འཇིགས་པའི་སྦྱིན་པ་ཉོན་ནས་བདག་ཁ་ཚང། གི་སྦྱིན་པ་སྟེ་གསུམ་ཡིན་པ་རེད། སྦྱིན་པ། བཏང་ལུགས་བཏང་སྟངས། བཏང་བའི་ཀུན་སློང། དེ་ནས་ཀུན་རྫོབ་ཀྱི་སྦྱིན་པ་བཏང་ལུགས་དོན་དམ་པའི་སྦྱིན་པ་བཏང་ལུགས། སྦྱིན་པ་གཏང་རྒྱུ་གི་དངོས་པོ་མི་གཏང་རྒྱུ་དེ་ནི་ཅིག་གིས་ཤ་དང་མཚོན་ཆ་ལ་སོགས་པ་སྦྱིན་པ་མི་གཏང་རྒྱུ་འོ་ད་དེ་འདྲའི་གོང་དུ་སྦྱིན་པ་ནོར་ཟང་ཟིང་གི་སྦྱིན་པ་གཏོང་ཡག་དེ་གས་དེ་དེ་སྲིད་ད་ཡག་པོ་ཅིག་བྱིན་པ་རེད་ང་ཚོ་ཐབས་ཀྱིས་ནང་ལ་དེ་ནི་དག་པའི་སྦྱིན་པ་དང་མ་དག་པའི་སྦྱིན་པ་ཟེར་བ་མ་དག་པའི་སྦྱིན་པ་དེ་དེ་ནི

འོན་ཀྱང་གང་ལ་ལྟ་ན་སེམས་ཀྱི་སྦྱིན་པ་བྱིན་པ་བས། དེ་ལས་ཀྱང་ཆོས་དང་ལྡན་པའི་གལ་ཏེ་ནི་འཇིག་རྟེན་གྱི་གང་ཟག་གཅིག་གིས་སེམས་ཅན་གཅིག་ལ་ཆོས་ཚིག་བཞི་པ་གཅིག་བཤད་ན་སྔ་མ་དེ་བས་བསོད་ནམས་ཁྱད་པར་དུ་ཆགས་པ་ཡིན་ཏོ། ཆོས་དང་ལྡན་པས་ཆོས་དང་ལྡན་པ་ཟེར་ན་ཆོས་དང་མཐུན་པ། འགྲོ་བ་ཅི་དགེ་བ་ལ་དགེ་བ་མི་དགེ་བ་ལ་མི་དགའ། སྡིག་པ་སྤང་ལུགས་དགེ་བ་དཀྲུག་ལུགས་དགེ་བ་དཀྲུག་ལུགས་དཀྲུག་དང། ཅིག་ཐར་པ་ཐམས་ཅད་མཁྱེན་པའི་སངས་རྒྱས་ཀྱི་གོ་འཕང་འབྲས་བུ་འཐོབ་ལུགས་འཐོབ་དང་དེ་ཚོ་ཚང་མ་ད་སོང་བ་དེ་འདྲས་ཀྱི་ཆོས་དང་ལྡན་པས་དེ་ནི་འཇིག་རྟེན་གྱི་གང་ཟག་གཅིག་གིས་སེམས་ཅན་གཅིག་ལ་ཆོས་དེ་ནི་ཚིག་བཞི་པ་གཅིག་བཤད་ན་ད་སྔ་མ་བྱིན་པ། སྟོང་གསུམ་གྱི་སྟོང་ཆེན་པོ་དེ་ལ་རིན་པོ་ཆེ་གང་ལས་བྱིན་པ་བྱིན་པ་དེ་ལས་ཀྱང་སྔ་མ་དེ་བས་ཀྱང་བསོད་ནམས་ཁྱད་པར་དུ་ཆེ་བ་ཡིན་ཏེ། ད་ཡིན་པའི་རྒྱུ་མཚན་དེས། ཐར་བ་ཆེན་པོའི་ཕྱོགས་སུ་བསྐྱེད་པའི་མདོ་ལས་གསུངས་པ་ལྟར་ཏེ། ནང་ཆོས་ཚོ་རྒྱའི་བོད་ཀྱི་མདོ་ལས་དང་སྟོང་གསུམ། སྟོང་གསུམ་གྱི་སྟོང་ཆེན་པོ་སྟོང་གསུམ་ཡོངས་སུ་བསྐམས་པའི་སེམས་ཅན་གྱི་སྲོག་བསྐྱབས་ཤིང་སྦྱིན་པ་སྦྱིན་པ་བས། སྟོང་གསུམ་གྱི་སྟོང་ཆེན་པོ་སེམས་ཅན་ཐམས་ཅད་ཀྱི་སྲོག་བསྐྱབས་ན་ཕན་ཡོན་ག་ཚོད་ཡོད་རེད། ང་ཚོ་སེམས་ཅན་རེ་རེའི་མི་རེ་སྲོག་བསྐྱལ་ན་ཕན་ཡོང་རེད་ཟེར་ཤེས་གི་རེད། ཨོ་ད་ག་ལ་ཞིག་འདི་ནས་སྦྱིན་པ་སྦྱིན་པ་བས། མདོ་སྡེ་གི་དོན། སངས་རྒྱས་ཀྱི་མདོ་སྡེ་གི་དོན་ཚིག་གཅིག་གམ། དེ་ནས་ཤོ་ལོ་ཀ་གཅིག་བཞེས་ན་བསྟན་ན་བསོད་ནམས་དཔག་ཏུ་མེད་པ་ཆེའོ་ཟེར། དེ་ཅི་ཅི་རེད་བཤད་ན་ཟང་ཟིང་གི་སྦྱིན་པ་ནི་དེ་ནི་སོ་སོའི་སྐྱེ་བོ་དང་ཐུན་མོང་གི་སྦྱིན་པ་ཡིན་ཟེར་བ།

སྦྱིན་པ་འདི་ནི་སོ་སོའི་སྐྱེ་བོ་དང་ཐུན་མོང་གི་དེ་ནི་སྦྱིན་པ་ཡིན་ཏེ། དེས་ཚེ་དང་ལོངས་སྤྱོད་བསྐྱེད་པར་ཟད་ཀྱི། དེའི་ཉམས་ནི་སྦྱིན་པ་བཏང་བས་ཟང་ཟིང་གི། སྦྱིན་པ་བཏང་བ་དེ་གིས་ཀྱི་ཚེ་བསྲིང་བ་དང་ལོངས་སྤྱོད་རྒྱ་ཆེན་པོ་ཡོང་ཡང་དེ་འབྲས་ཀྱི་ཐབས་ཤེས་ཡོད་རེ་ཟུང་བསྐྱེད་པར་ཟད་ཀྱི། ཐེག་པ་ཆེན་པོའི་ཆོས་ཀྱི་སྦྱིན་པ་ནི་ད་ག་རེ་ཟེར་ན་སོ་སོའི་སྐྱེ་བོ་དང་མི་མཐུན་པ་སྟེ་སོ་སོའི་སྐྱེ་བོ་གི་སྦྱིན་པ་དང་མི་མཐུན་པ། ཆོས་ཀྱི་ཉམས་ལེན་དང་མི་མཐུན་པ། སེམས་ཅན་རྣམས་ཀྱི་བྱང་ཆུབ་ཀྱི་རྩ་བ་བསྐྱེད་པར་བྱེད་པའོ། སེམས་ཅན་ཐམས་ཅད་སངས་རྒྱས་ས་ལ་འགོད་པའི་ཀྱི་ཐབས་དེ་བརྩོན་དགོས་པ་རེད། ཟང་ཟིང་གི་བྱིན་པ་སྟེ་འདི་སྟོན་དགོས་མེད་པ་ཡིན་པ་རེད། ཡིན་དུས་གང་ལ་ཐེག་པ་གསུམ་གྱིས་དེ་ནི་ཡིད་བྱེད། སོགས་འདུལ་བར་བྱེད་དོ།

སངས་རྒྱས་ཀྱི་ཞིང་གང་གཱའི་ཀླུང་གི་བྱེ་སྙེད་བྱེ་མ་སྙེད་ཀྱི་གྲངས་དག་རིན་པོ་ཆེ་སྣ་བདུན་གྱིས་རབ་ཏུ་བཀང་སྟེ། ད་སངས་རྒྱས་རྣམས་ལ་ཕུལ་བ་ཕུལ་ན་བསོད་ནམས་ག་ཚད་ཡོད་རེད། ད་གོང་དུ་སོང་བ་ན་ཞེ་ས་བསོད་ནམས་མཐའ་མེད་པ་ཅིག་རེད་སངས་རྒྱས་མི་བརྒྱ་བ་ཆེན་པོ་ཡོད་རེད། ཕུལ་ཡག་གི་དངོས་པོ་ད་ག་ཚད་ཅིག་ཕུལ་ས་སངས་རྒྱས་རེད། རེད་བལྟས་སོང་བ་རེད་ཤཱ་རིའི་བུ། རབ་ཏུ་བྱུང་བར་གྱུར་པའི་བྱང་ཆུབ་སེམས་དཔའ་གང་གིས་ཆོས་བཞི་ཚིགས་སུ་བཅད་པ་གཅིག་བསྟན་ན་འདི་ནི་བདེ་བའི་བསོད་ནམས་ཆེས་མང་དུ་སྐྱེད་དོ། སོགས་པ་དང་ཆོས་བཤད་པའི་བསོད་ནམས་དེ་དག་ད་འདི་ན་ང་ཚོ་ཆོས་ལ་མི་ལ་ཆོས།

བྱེ་སྨྲེང་གི་གྲངས་དང་མཉམ་པ་ཅི་ཡིན་གྱི། འཇིག་རྟེན་ཁམས་མཆོག་འཇིག་རྟེན་གྱི་ཁམས་མཆོག་རིན་པོ་ཆེ་འདི་འཇིག་རྟེན་གྱི་ཁམས་ཐམས་ཅད་ལ་རིན་པོ་ཆེའི་རྐང་བཅད་དེ་ཟེར་བ། འཇིག་རྟེན་འཇིག་རྟེན་ཁམས་མཆོག་རིན་ཆེན་རྐང་བཅད་དེ་དགའ་བའི་སེམས་ཀྱིས་རྒྱལ་ལ་ཕུལ་བ། ཅེས་དགའ་བ་དད་པ་དང་ལྡན་པའི་སྒོ་ནས་སངས་རྒྱས་ལ་ཕུལ་ན་བསོད་ནམས་ག་ཚོད་བསགས་ཀྱི་རེད་དེ་ལས་ཀྱང། གང་གི་སེམས་ཅན་གཅིག་ལ་ཚིགས་བཅད་སྦྱིན། གང་ཟག་གཞན་ཞིག་གིས་སེམས་ཅན་གཅིག་ལ་ཆོས་ཚིགས་སུ་བཅད་པ་གཅིག་བྱེད་ན་དེ་བསོད་ནམས་ཆེ་གི་རེད། སྔོན་ཚིགས་བཅད་གཅིག་བྱེད་ན་རིན་ཆེན་སྦྱིན་པ་ཤིན་ཏུ་རྒྱ་ཆེན། དེ་ལྟ་བུའི་དོན་ནི་སྙིང་རྗེ་སེམས་ཀྱི་ཚིགས་བཅད་རྒྱ་ཆེན་དེས་སྙིང་རྗེ་སེམས་ཀྱི་ཚིགས་བཅད་བྱིན་དེ་ལ་ཕྱག་གཡང་མོས་གུས་དང་གྲངས་སུའང་མ་ཡིན་པར་རིན་པོ་ཆེ་བྱིན་འབེབས་ཀྱི། བསོད་ནམས་རྒྱ་ཆེན་པོ་ཧྲིལ་པོ་གཅིག་བསགས་ཡོད་རེད་དེ་དེ་ལས་ཀྱང་ཆོས་ཞེས་པ་འདི་བོན་ཆེ་སོང་བ་སྙིང་རྗེ་སེམས་ཀྱི་ཚིགས་བཅད་གཅིག་གཅིག་ཅན་དེ་ལ་ཆར་ཡང་མེད་པའི་གྲངས་ཡང་གྲངས་སོགས་མ་མཆིས་གྲངས་སོགས་མ་ཡིན། གཉིས་སམ་གསུམ་སམ་གསུམ་ལ་སྲམ་དུ་ག་ལ་སོ་གཉིས། དྲི་གུ། ཁྱེད་ཀྱིས་དོ་བདག་གི་མ་རྩ་ལྟར་ཕྱིན་དེ་གཉིས་གསུམ་དེ་ལྟར་དུ་འདུག་དོ་བདག་གི་ཡོད་སུ་ཡོད་མ་རེད་ཟེར། འོ་འདི་ག་ལ་ད་ཆོས་སྦྱིན་པ་དེ་བོན་ས་ཉི་མས་བརྒྱབ་པ་རེད་གསུང། རྗེའི་གསུང་པའི་གང་ཟག་གང་ལ་ཅི་ལྟར་རིགས་པར་དེ་ནི་ཆོས་བསྟན་པར་བྱ་སྟེ། ད་འདི་གལ་ཆེན་པོ་རེད་གང་ཟག་གང་ལ་ཅི་ལྟར་རིགས་པ་ཟེར་ནས་ཁོའི་བློ་དང་མཐུན་པ། སེམས་དང་མཐུན་པ་དབང་པོ་དང་མཐུན་པ།

ཁོ། ཁྱོད་ལ། ཁྱོད་བཤད་མཁན་དང་ཁྱོད་ལ་དགོས་པ་མེད་ན། མ་བཤད་ནས་ཁོ་ཁྱོད་གྲོགས་ལགས་རེད་ཡིན་ན་མ་དགོས་པ་ལ་ཁྱོད་མི་བཤད་མེད་ན་བཞིན་དུ་མགོ་ཡོ་དང་ཟེར་ཁྱོད་ལ་གུས་ཞབས་མེད་པ། མགོ་ཡོ་དང། ལགས་ལ་དེ་ནི་སྡུག་དང། ཉེས་སྡུག་མཁར་དང་དེ་ནི། མཁར་བ་དང། དང་དེ་ནི་མཚོན་ཐོག་དང། མགོ་བོ་གཡོགས་པ་དག་ལ་མིན། བྱེད། སྨན་ལ་ཟབ་དང་རྒྱ་ཆེ་དང་ཟློ་བ། དབང་པོ་དམན་པ་ལ་ཆུ་ལས་རྒྱུ་འབྲས་ཀྱི་བཤད་ཡ། བློ་ལྡོག་རྣམ་བཞི་ལ་སོགས་པ་དེ་འབྲས་ཀྱི་ཆོས་བཤད་སའི་གང་ཟག་དེ་ལ་དེ་ནི་ཡང་སྟོང་པ་ཉིད་ལ་སོགས་པ་དེ་འདྲས་དང་དེ་འདྲས་བྱེད། བསྐྱེད་རིམ་དང་རྫོགས་རིམ་ལ་སོགས་པ་དེ་འདྲས་བཤད་ན་ཕན་ཐོགས་མེད་པ་ཡིན། ངེས་འབྲས་ལ་སྨན་ལ་ཟབ་དང་རྒྱ་ཆེ་དང། སྐྱེ་བ་མེད་པ་བུད་མེད་སྐྱེ་བ་མེད་པ་བུད་མེད་ལ་བཤད་ན་དེ་ནི་ཆོས་ཉོན་མོངས་ཀྱི་གྲོགས་སུ་མ་འགྲོ། ཉོན་མོངས་དེ་ནི་ཆོས་རེད། ཆོས་ཉོན་མོངས་ཀྱི་གཉེན་པོར་མ་སོང། ཆོས་ཉོན་མོངས་ཀྱི་གྲོགས་སུ་འགྲོ་དགོས་རེད། འོ་ད་དེ་ཉོན་མོངས་མེད་པ་ཡིན་པ་རེད། ང་ཡིན་དུས་སྐྱེས་པ་མེད་པར་བུད་མེད་མིན། ད་ཡང་ག་ཚོད་དང་ལོ་རྒྱུས་དང་གོང་ཆེན་ལ་ལོ་རྒྱུས་ཡོད་པ་ཤ་རུས་སྤུལ་གྱི་བཙུན་མོ་ཁྲིམས་ལྡན་མ་ལ་ཁོང་དག་ཉི་མ་ནུབ་ན་ཡང་དེ་ནི་ཉི་མ་ལ་རེད་ཉི་མ་ལ་སྐྱེས་ན་ཡང་དེ་ནི་ཆོས་བསྟན་པ་རེད་ག་ཚོད་གཉིས་ཀའི་སེམས་ལ་ཉོན་མོངས་ཡོད་མ་རེད། ཤ་རུས་པོའི་སེམས་ལ་ཉོན་མོངས་ཡོད་མ་རེད་བཙུན་མོ་ཁྲི་འབྲིང་སེམས་ལ་ཉོན་མོངས་ཡོད་མ་རེད་དེ་ཆོས་དེ་གཏན་ནས་མཐར་བཙུན་མོ་གི་དད་པ་ཐོང་འོ་དེ་འདྲས་བྱུང་ན་ཡང་འགྲིག་པ་ཡིན་པ་རེད་འོ་ཚོད་ཁོ་ཡང་མཐའ་གཅིག་ཏུ་མ་ངས་པ་ཡིན་པ་རེད་འོ་ཆེ། སྨན་དུ་ཚོགས་ཀྱི་ཆོས་རྣམས་ལ་ཚོགས་པར་དགོས་པ།

སྐྲ་མཚོན་པའི་སྣོད་དུ་གྱུར་ཏེ་ངས་གསང་སྔགས་ཀྱི་དེ་ནི་ཆོས་ཀྱི་ཉམས་ལེན་ལ་སོགས་པ་དང། དེ་ནས་ཡང་བྱང་ཆུབ་ཀྱི་སེམས་དང། དེ་ནས་དོན་དམ་གྱི་བྱང་ཆུབ་སེམས་ལ་སོགས་པ་དེ་འདྲ་གི་སྣོད་དུ་གྱུར་ཏེ་སྣོད་དུ་གྱུར་ཏེ་བ་ལ་ཡང་སྨད་པའི་ཆོས་བྱ་ན་ཡང་ཧོ། དེའི་སེམས་ཅན་དེ་ལ་གནོད་གི་ཡོག་རེད། སྨད་པའི་ཆོས་ལ་བྱར་མི་བྱ།

ཨོ་དེ་འདྲའི་བར་བཞག་ནས་ཟེར་ནོ། དོ་ནུབ་ཅིག་ཐོས་བསམ་སྒོམ་གསུམ་ཡག་པོ་མ་བྱས་ཚེ་ཨོ་དེ་འདྲའི་སོང་ཡིན་ས་རེད། ག་ཚོད་ང་ཚོ་ཅིག་ག་ཚོད་ཕྱིན་སོང་ཨ། ཕན་ཡོན་ཡོག་རེད་ས་ཕན་ཡོན་དེ་སྒྲུབ་པར་བྱེད་པ་ལ་རྒྱུ་དྲུག་པོ་རེད་ས་བ་ཕན་ཡོན་དེ་ཐོབ་པར་བྱེད་པ་ལ་རྒྱུ་དྲུག་པོ་རེད་གསུངས་སོང་ཨ་ཨོ་དོ་དོ་ཐུགས་ལ་བཞག་ཨོ་རེད། ཨོ་ཞེས་གསུངས་པ་འོ་ཟེར་ཆོས་དེ་ཡང་སྤྱི་འཐུས་དོན་དུ་བཤད་ན་ཟེར་བ་ད་ཆོས་དེ་གང་བྱུང་མ་བྱུང་བཤད་བསྡད་ན་སེམས་ཅན་གྱི་དོན་དུ་མི་འགྱུར་ཞིང

ཅེས་ཐུར་དུ་འདུག་བཤད་ན་སེམས་ཅན་གྱི་དོན་དུ་མི་འགྱུར་ཞིང་རང་གི་ལྕེ་ལ་ལེགས་འོང་སྟེ། ཚུལ་ཁྲིམས་འཆལ་པ་ཚར་གཅོད་པའི་མདོ་ལས་ཚུལ་ཁྲིམས་འཆལ་བ་ནི་གསུམ་སྟེ། ཕམ་པར་གྱུར་པ། འདོ་བས་ཕམ་པར་གྱུར་པ་བྱང་ཆུབ་སེམས་དཔས་ཕམ་པར་གྱུར་པ། གསང་སྔགས་ཀྱི་རྩ་ལྟུང་གྱུར་པ་སྟེ་ཕམ་པར་གྱུར་པ་དང། རྣོན་པོའི་ང་རྒྱལ་གྱིས་རྟག་ཏུ་རློམ་པ། ངོམ་པའི་ང་རྒྱལ་སྐྱོ་ནས་ང་སྔོན་བཞིན་ཡོད་ས་རེད་བསམ་ང་ཡོན་ཏན་ཡོད་ས་རེད་བསམ་པ་དེ་འདྲ་ཅན་འདི་ནི་འོ་ད་ཚུལ་ཁྲིམས་ཆད་འགྲོ་གོ་རེད། ཡོངས་སུ་མ་དག་པའི་ཆོས་སྟོན་པ་དང་འདི་ནི་སེམས་ཅན་ལ་ཕན་མ་ཐོགས་པའི་ཡོངས་སུ་མ་དག་པའི་ཆོས་བསྟན་པ་ག་ཚད་ང་ཚོ་འཆིང་སོང་ང། ཐེག་པ་ཆེན་པོ་སྤོང་བྱེད་ཀྱི་དམ་ཆོས་འདྲ་སྣང་སྟོན་པ་དང་ཟེར་བ། ཚེ་འདིའི་གི་དཔལ་འབྱོར་ལོངས་སྤྱོད་དང། གཏམ་སྙན་གྲགས་དང། དེ་འདྲའི་ཆེད་དུ་འདི་ནི་ཐེག་པ་ཆོས་སྟོན་ན་ཡང།

དེ་སོང་བ་དང་ནང་དུ་རྟ་ཐོག་དང་དུ་བསང་བློ་ལེགས་པར་འཇལ་ལ། དེ་ནས་ཤེས་བྱེད་ཀྱི་ཆིག་ཤེས་བྱེད་ཀྱི་ཆོས་དེའི་ཚིག་དོན་མ་ནོར་བ། ཚིག་དོན་མ་འཆུགས་པ། ལུང་གི་ཚིག་སངས་རྒྱས་ཀྱི་ལུང་གིས་ངེས་པ། རིགས་པས་ཀྱི་འཐད་པ། དེ་དེ་ནི་ཉམས་མྱོང་གིས་གྲུབ་པའི་ཆོས། རང་གི་ཉམས་མྱོང་གིས་གྲུབ་པའི་ཆོས། དོན་དུ་ང་ཚོ་གོམས་གཤིས་དེ་ཚད་མ་བཞི་ཡི་སྒོ་ནས་གསུངས་སོ། སངས་རྒྱས་ཀྱི་བཀའ་ཚད་མ།

དེ་ནས་ཞུམ་པ་མེད་པའི་སེམས་ཀྱིས་ཆོས་ལ་གོ་བ་སྐྱེས། ཞུམ་པ་མེད་པ་སེམས་འཇིག་རྟེན་ཆོས་བརྒྱད་ལ་སོགས་པའི་སེམས་ཀྱི་གཞན་དབང་དུ་མ་སོང་བ། ད་དུང་གོང་དུ་སོང་བ་ལ་ཞེས་བྱམས་སྙིང་རྗེ་བྱང་ཆུབ་སེམས་དང་ལྡན་པའི་སྒོ་ནས་ཀྱང་གསུང་གི་རེད། ཞུམ་པ་མེད་པའི་སེམས་ཀྱིས་ཆོས་ལ་གོ་བ་སྐྱེས།

ཆོས་ཀྱི་དོན་དག་དང་ལྡན་པ་ཡིན་ཞིང་རྣམ་པར་ངེས་པ། ཟང་ཟིང་གིས་མ་འཕགས་པ། ཉོན་མོངས་རྣམ་རྟོག་གིས་མ་འདྲེས་པ། ཉོན་མོངས་རྣམ་རྟོག་དང་མ་འདྲེས་པ། མ་འདྲེས་པར་ཤེས་པར་བྱའོ། ཅེས་བཤད་པ་དང། བདག་ཆོས་ལུགས་ཆོས་བཤད་མཁན་གྱི་ཆོས་བཤད་མཁན་གྱི་ལས་འགན་ལས་འགན། ཆོས་ཉན་མཁན་གྱི་ལས་འགན་སོ་སོ་སོ་སོའི་ལས་འགན་དང་སོ་སོའི་གྲུབ་པ་སྐོར་ཏེ། དམ་ཆོས་པད་དཀར་ལས་མཁས་པའི་དུས་སུ་གསལ་བར་མཛད་པ་ན། ཁང་བུར་བཞུགས་ཏེ་དེ་བཞིན་སྒོ་བཅད་ནས་སུ། མཁས་པའི་དུས་སུ་གསལ་བར་མཛད་པ་ན་ད་ཆོས་གོས་ཆོས་གོས་འགྲོ་སྟངས་ཤེས་མཁན་མཁས་པ་དེས་དེ་ནི་མི་ལ་ཆོས་ཡང་དག་པར་བཤད་པའི་སྐབས་སོ། བྱས་པ་ན་ཁང་བུར་བཞུགས་ཏེ་དེ་བཞིན་སྒོ་བཅད་དེ་ཁང་བུ་ལ་བཞུགས་པ།

འཁོར་རྣམས་བསྡུ་ཞིང་རྟེན་རྣམས་དགའ་བྱེད་ཀྱི་རྟེན་འབྲེལ་གྱི་དག། བྱང་ཆུབ་ཀྱི་སེམས་དང་ལྡན་པའི་སྒོ་ནས་དེ་ནི་བྱམས་པའི་སེམས་ཀྱིས། འཁོར་ཁྲི་ཕྲག་མང་པོ་ལ་དེ་ནི་མཆོད་དེ་བཤད་ན་ཡང་དེ་ནི་དཔལ་གྱི་ཉག་མ་མེད་པ་ཐེ་ཚོམ་མེད་པ་འོ་ད་དེ་ཆགས་པའི་བྱེ་བ་ཕྲག་དྲུག་འཁོར་རྣམས་བསྡུ་ཞིང་དེ་རྣམས་དགའ་བ་སྟེ་སེམས་ཅན་ཐམས་ཅད་དགའ་བར་བྱེད་པ་དགའ་བྱེད་ཀྱང་དེ་ལ་ནམ་ཡང་འདོད་པ་ཅུང་ཟད་མེད་དེ་ལས་ཆོས་བཤད་ནས། ངས་ཕ་ཆོས་འདི་བཤད་ནས། དེ་ང་ལ་ཚོ་ཕན་ཐོག་ག་རེ་ཡོང་གི་རེད་བསམ་པ་དེ་འདྲའི་གི་རེ་དོགས་མེད་པ་ཅིག་ཁོ་རེ་གསུང་བར་ཅུང་ཟད་མེད་ཅེས་གསུངས་པའི་ཚེ་འདི་ནི་བ་ཚེ་འདིའི་གི་སྙན་གྲགས་དང་བརྙས་པ་དང་སྐུ་དེ་འདོད་པའི་གི་ཆེད་དུ་མ་ཡིན་ཏེ་སེམས་ཅན་གྱི་དོན་འབའ་ཞིག་དེ་སྟོན་པར་སྟོན་པར་བྱེད་པའོ་སོགས་བ་ད། ཆོས་ཀྱི་སྦྱིན་པ། སྤྱི་ལོ་སྤྱི་དང་ཆོས་བཤད་མཁན་གྱི་ལས་འགན་དེ་ག་འདྲའི་ཁོག་རེད། ཆོས་ཉན་མཁན་གྱི་གང་ཟག་ག་ཚད་སྣོད་ཀྱི་སྐྱོན་སོང་སྤང་བ་ཟ་བ་ཆད་སོང་ང་འོ་དེ་ག་དེའི་ཁོག་རེད་ཆོས་ཉན་མཁན་དེ་དེ་ནི་རང་ཉིད་ག་དེ་སོང་ང་ཆོས་བཤད་མཁན་དེ་དེ་ནི་སྨན་སྦེད་ཀྱི་འདུ་ཤེས་ཆོས་ལ་སྨན་གྱི་འདུ་ཤེས་རང་ཉིད་ལ་ནད་སྦེད་ཀྱི་འདུ་ཤེས་དེ་ནི་ཆོས་ཉམས་སུ་ལེན་པ་དེ་ནད་ཉེ་བར་འཚོ་བའི་འདུ་ཤེས།

བདག་མི་འཇིགས་པའི་སྦྱིན་པ་ནི་རབ་ཏུ་བྱུང་བ་ལ་རང་ཆས་སུ་ཡོད་པ་ཡིན་གྱི་སྲིད་དང་ལག་ཏུ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་སོགས་ལ་མི་འཇིགས་པའི་སྦྱིན་པ་རང་ཆས་སུ་ཡོད་རེ་སྟོན་པས་ཀྱི་རྗེས་འཇུག་དེ་ནི་ཆོས་ཀྱི་སྒོའི་ངོར་མི་འཛིན་པ་ཞི་ཞིང་དུལ་བ་མཐོང་ལ་མི་མཐུན་པ་མེད་པ། ཨོ་ད་ད་དེ་ཚོ་གོ་གོ་དེ་ཚོ་རང་ཆས་སུ་ཡོད་རེད་འདུག་ཨ། རང་ཆས་སུ་ཡོད་པ་ཡིན་ཏེ་དེ་ནི་དོན་ཚན་ཆོས་གོས་གསུམ་དང་ལྡན་པ་མཐོང་བ་ཙམ་གྱིས་དེ་ནི་འཇིག་པ་དང་བྲལ་བ། འཇིག་པ་དང་བྲལ་བ་རེད་བྲལ་བ་ཡིན་པས།

དེ་བྱུང་གི་ཆོས་བཤིག་སྟེ། འོ་ཅེས་པ་དང་ལྷག་པའི་བསམ་པ་བསྐུལ་བའི་མདོ་ལས། རབ་བྱུང། འདོད་ཡོན། འདོད་པ་རྣམས་རབ་ཏུ་འབྱུང་བ། འདོད་ཡོན། རྒྱུ་ནོར་ལོངས་སྤྱོད་གཟུགས་དྲི་དྲི་རོ་རེག་བྱ་འོ་དེ་འདྲ་གི། འདོད་ཡོན་འདོད་པ་རྣམས། དཔག་མེད་སེམས་ཀྱིས་རྩོད་པར་མ་བྱེད་ཅིག། འདོད་ཡོན་གྱི་ཆེད་དུ་སེམས་ལ་ཕྲག་དོག་དང་འགྲན་སེམས་དང་ཞེ་སྡང་སྐྱེས་ནས་འོ་དེ་འདྲའི་འཁྲུག་པ་རྒྱ་འགྱོགས་མ་བཏང་བའི་སེམས་ཀྱིས་རྩོད་པར་མ་བྱེད་ཅིག། ཁྱོད་ལ་གཞི་མེད་གཞན་ལ་ཚོང་འཆར་མེད་ཁྱོད་རང་དེ་འདྲའི་འཁྲུག་པ་རྒྱག་ཡ་གཞི་རྩ་དེ་ཡོག་མ་རེད། ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་ནས་སངས་རྒྱས་གོ་འཕང་ཐོབ་ཡག་གི་ཆེད་དུ་ལམ་ལ་བརྩོན་མཁན་ཞིག་རེད་འདོད་ཡོན་གི་ཆེད་དུ་ཁྱེད་རང་རབ་ཏུ་བྱུང་ཡོག་མ་རེད་གསུང་བ་རུ་འོ་ད་དེ། ཁྱོད་ལ་གཞི་མེད་གཞན་ལ་ཚོང་འཆར་མེད་ཟེར་བ་གང་ལ་ནོར་ཕྱིར་རྩོག་པ། འབྱུང་བའི་རྨོངས་སོ་དང་ནོར་གྱི་ཕྱིར་དུ་རྩོལ་བ་བརྒྱག་སྟེ་དེ་ནི་ཆོས་སྨྲ་བཞིན་པའི་གི་དང་ལས་འགན་རེད་སོང་བ་རེད་རྨོངས་པའི་གི་ལས་ཀ་རེད་རྨོངས་སོ། ཁྱོད་ལ་ཆུང་མ་བུ་མེད་བུ་མོ་མེད་ཁྱེད་རང་ཁྱིམ་ལས་ཁྱིམ་མེད་པར་རབ་ཏུ་བྱུང་བ་རེད་རབ་ཏུ་བྱུང་བ་ཡིན་དུས་སྐྱེ་མེད་ཡོད་མ་རེད། སྤུག་ཡོད་མ་རེད་བུ་མོ་ཡོད་མ་རེད་ཟེར་བ། བུ་མོ་མེད། ཁྱིམ་དང་གཉེན་གྱི་ཕྱོགས་ཀྱི་ཡོད་མ་ཡིན། ཁྱེད་རང་ལ་དེ་ནི་ཁྱིམ་ཟེར་མཁན་ཡོད་མ་རེད། འོ་དེ་འདྲའི་གི་དེ་ནི་ཆེ་གཉེན་ཉེ་འབྲེལ་རྐྱང་ཡང་ཡོད་མ་རེད་གཉེན་གྱི་ཕྱོགས་ཀྱང་ཡོད་མ་ཡིན། བྲན་བུ་བྲན་མོ་མེད་ཅིང་དབང་ཕྱུག་མེད། ཁྱེད་རང་ལ་གཡོག་པོ་ཡོད་མ་རེད་གཡོག་མོ་ཡོད་མ་རེད་ཟེར་བ། འོ་དབང་ཕྱུག་གི་རྒྱུ་ནོར་ལོངས་སྤྱོད་དེ་འདྲའི་དབང་ཐང་དེ་འདྲ་ཟེར་ད། ཐོབ། དེ་འདྲའི། དེ་འདྲའི། ཐོབ་གོ་ས་དེ་ཡོད་མ་རེད་ཟེར། དྲིན་པོ་དྲིན་མོ་མི་བྱེད་དབང་ཕྱུག་མས་རབ་ཏུ་བཙུན་ནོ་རྩོད་པར་མ་བྱེད་ཅིག་ཟེར་བ་རབ་ཏུ་རབ་བྱུང་ཚོ། རྩོད་པ་མ་བྱ་འཁྲུག་པ་མ་བྱ། ནོར་འཛོལ་ཡག་པོ། ཉེ་འཁོར་དག་ཆོས་ཉམས་ལེན་རེ་བྱོས་སོང་ཨ། འདི། ཆོས་ཉམས་ལེན་བྱ་ཆེད་དུ་བཤད་པ་རེད། ང་ཚོ་སྐད་ཅུང་སོང་ཨ། འདི་གཅིག་གི་ཆོས་ཕྱོགས་ཀྱི་བྱ་བ་ཅིག་མ་རེད། གཅིག་གི་ཆོས་ཀྱི་བྱེད་སྒོ་སྤྱི་དང་ཅིག་མ་རེད། ང་ཚོ་བདེ་བ་ཐོབ་ཡག་གི་ཆེད་དུ་རེད། སྡུག་བསྔལ་དང་བྲལ་བའི་གི་ཐབས་ཅིག་རེད། འོ་དེ་འདྲའི་ཅིག་ད་རབ་ཏུ་བྱུང་ཨ། ཅི་ད་སོང་བ་རེད་མ་གཏོགས་སུ་ཡིན་ན་ཡང་འཁྲུག་པ་བསྐྱབས་ན་སྡུག་བསྔལ་འདུག་ཨ། མི་བྱིན་པ་ཕོ་མོ། ཆོས་ཤེས་མཁན་དང་མི་ཤེས་མཁན། ཆོས་ཁས་ལེན་ཡོད་མཁན་མེད་མཁན། སུ་ཡིན་ན་ཡང། འགྲོ་བ་རྒྱབ། རྩོལ་བ་རྒྱབ་ན་ཁོ་སྡུག་བསྔལ་ཡོད་ཡོད་ག་རེད་འདུག་ཨ། ཨོ་དེ་ད་སངས་རྒྱས་ཀྱི་དེ་ནི་རྗེས་འཇུག་ཚོ་ལ་དེ་མ་བྱེད་གསུང་བ་ལ། རྩོལ་བ་ནི་རབ་ཏུ་བྱུང་ན་རྩོལ་བར་མ་བྱེད་ཅིག་ཅེས་གསུངས་པ་ཨེ་ཟ། ད་དེ་ཁ་ཚང་གོང་ལ་ཞིབ་ཕྲ་ཕྱིན་ཡོང་རེད་ད། རྙེད་པ་དང་བཀུར་སྟིའི་ཕྱིར་དུ་འཐབ་རྩོད་བ། དེ་ནས་འཐབ་རྩོད་དང་དེ་དྲུག་ལ་སོགས་པར་བྱེད་ཅིང་གཞན་བདེ་ལ་བརྩོན་ན་དེ་ནི། དང་པོ་རང་དང་མི་གཞན་གཉིས་དྲུག་པ་བསྐྱར། འདི་ངའི་རེད་འདི་ཁྱོའི་རེད་སྟག་ཐིག་སྤེལ་ཏེ་འདི་ནི་ངའི་འདི་ཁྱོད་ཁེ་སོང་ཟེར། ད་རང་གི་ཕྱི་དགྲ་མ་ཐུག་པ་ག་ལ་འདི་ནི་རང་གི་ཕྱོགས་ཀྱི་མི་དེ་ཁྲིད་ནས་འདི་ནི་རོགས་པ་དེ་འདྲ་མང་པོ་ཁྲིད་ནས་འོ་ད་འདི་འདྲ་བྱས་ཏེ་འདི་ཁོས་རོགས་པ་ཁྲིད་རང་གི་རོགས་པ་ཁྲིད།

བཟོད་པ། དེ་ནི་དཀའ་ཐུབ་ཉོན་མོངས་པ་བཟོད་པར་དཀའ་བ་དེ་ཐུབ་པ། བཟོད་པ་དཀའ་ཐུབ། བཟོད་པ་དཀའ་ཐུབ་བཟོད་པ་དམ་པ་ནི། བཟོད་པ་དཀའ་ཐུབ་དམ་པ་བཟོད་པ་ནི་ཟེར་བ་དང་འདྲ་ཡོད་དོ། གང་དག་བཟོད་པ་དམ་པ་དེ་ནི་མྱ་ངན་འདས་པ་ཕྱོགས་གཅིག་དང་མྱ་ངན་ལས་འདས་པའི་འབྲས་བུ་ཐོབ་ཡང་མཆོག་ལམ་མཆོག་ཏུ་གྱུར་པ་གཅིག་ཡིན། མྱ་ངན་འདས་པ་ཕྱོགས་གཅིག་རྒྱལ་བས་གསུངས། རབ་ཏུ་བྱུང་བ་གཞན་ལ་གནོད་པ་དང་གཞན་ལ་འཚེ་བ་དགེ་སྦྱོང་མ་ཡིན་ནོ་ཟེར་བ། རབ་ཏུ་བྱུང་བ་མི་གཞན་ལ་གནོད་པ་དང་གཞན་ལ་འཚེ་བ་དེ་སངས་རྒྱས་ཀྱི་བྱེད་འགྱུར་མ་རེད། སངས་རྒྱས་ཀྱི་ཆོས་བྱེད་ངེས་དེ་མ་རེད་གསུང་བ་ལས་དགེ་སྦྱོང་སོགས་དང། ཞེས་གསུངས་པའོ། ཚེ་འདི་ལས་དེ་རྣམ་པར་སྨིན་པ་བེའུའི་དྲི་དབྱངས་ལ་ལྷུང་བ་བཞིན་དུ་རྙེད་དཀར་དམྱལ་བར་འགྲོ་བར་གྱུར་ཅེས་སོ། དྲུག་པ་རྒྱ་སྐད་གཉིས་ཀ་སྲོང་བར་ཕ་བྱུང་བ་དང་ཚུ་རུའི་གཉིས་ཀ། དཔེར་ན་བེའུ་གཉིས་སྐད་ལ་ཐག་པ་རྒྱབ་ཤེས་ན་གཅིག་གཡང་ལ་ཤོར་ཏེ་གཞན་པ་དེ་གོ་གཡང་ལ་ཤོར་འགྲོ་དགོས་པ་རེད། འོ་དེ་འང་ཤེས་ཆེད་ནས་ང་ཚོ་དྲུག་པ་རྒྱ་སྐད་དང་རྒྱ་བཟའ་དེ་གཉིས་ཀ་ལས་ངན་པ་བཟའ་ནས་དེ་ནི་དམྱལ་བ་ལ་སྐྱེ་གི་རེད་གསུངས་པ། དམྱལ་བར་འགྲོ་བར་འགྱུར་ཏེ་ཡེ་ཤེས་ཡེ་ཤེས་ངང་པ་གློག་གི་མདོ་ལས་རྣལ་འབྱོར། རྣལ་འབྱོར་འཐབ་རྩོད་བྱུང་བ་ན་བཟའ། ཆོས་ཉམས་ལེན་བྱེད་ངན་རྣལ་འབྱོར་འཐབ་རྩོད་བྱུང་བ་ན་གཅིག་ལ་གཅིག་གིས་བྱས་པ་ནས་དེ་ནི་ཁྱོད་དང་ང་ཟེར་རོ། དེ་ནི་ཁྱོད་ཀྱིས་འདི་བྱས་སོ་དེ་ནི་ཁྱོས་འདི་བྱས་ན་ངས་འདི་བྱས་སོ་བ་ད་དེ་འདྲའི་གཅིག་ལ་གཅིག་གིས་གཅིག་ལ་གཅིག་གིས་བྱས་པ་ནི་བེའུ་དྲིལ་དབྱངས་ལ་ལྷུང་བ་བཞིན་བ་ད་དེ་འདྲའི་ཕྱིར་ན་ད་བཞིན་ཏེ་བེའུ་དྲིལ།

སྙིང་མ་ག་ཚོད་བཤོས་པ་རོ་ཏོག་བཟོ་བ་རེད། དཔལ་ཁང་གི་སྣུམ་རྩིར་བཤད་པའི་དེ་ལ་དེ་ནི་འབའ་ཆེ་ཟེར་བ་ལ་དེ་སྙིང་མ་རེད་རོ་དེར་བ་ད་དེ་དུས་སྙིང་མ་གི་དུས་ལགས་ད་སྙིང་མའི་དུས་སུ་རབ་ཏུ་བྱུང་བ་དང་དེ་ནི་ལྷུང་བཟེད་དང་ཆུ་རྒོད་དང་ན་བའི་གི་སོལ་མེ་དང་ཡོ་བྱད་དང་གནས་ཁང་གི་ཕྱིར་དུ་བཙོས་པར་གྱུར་ཏེ། ང་ཚོ་དུས་སྙིང་མ་ལགས་ད་ད།

ཁོས་ང་མགོ་ལ་གཏོགས་ཤིག་ནི་རྨ་དེ་རས་ཆག་སོང་ཟེར་བཞིན་ཡོད་རེད་ད་རྨ་བཅིངས་པ་དང་དེ་ནི་ཁ་ཤས་ཟས་གོས་རེ་ཟོས་པར་གྱུར་བ་ལ་གྱུར་ལགས་མ་ཟད་དེའི་ཚེ་དེ་ནི་ཆར་ཆེ་བ་དང་ཆར་མི་འབབ་པ་ལ་སོགས་པ་འགྱུར་བཞིན་ཡོད་འདུག་བ་དང། དེའི་སྐབས་ལ་དེ་ནི་ཚོས་ཐག་ཆེན་ང་ཚོ་ཕྱིར་སོང་ང་ལས་རྒྱུ་འབྲས་བཤད་པའི་སྐབས་སུ་དབང་གི་འབྲས་བུ་ཟེར་དེ་དབང་གི་འབྲས་བུ་དེ་གི་ཡུལ་ལ་དམིགས་ནས་ཆར་ཆེ་བ་དང།

ཤི་ར་ཤི་ར་ཤུག་ཤུག་ཡོད་ས་མ་རེད། ང་ཚོ་འཛམ་གླིང་ཞི་བདེའི་ཆེད་དུ་དེ་ནི་ཅི་ང་དྲང་ནས་ཅིག་བྱེད་བྱེད་འདུག་བ། ཡག་པོ་ད་རེད་བེ། སངས་རྒྱས་སངས་རྒྱས་དང་བྱང་ཆུབ་སེམས་དཔའི་མཚན་ང་དྲང་གི་ཡོད་རེད་ཡག་པོ་རེད་དེ། ད་དེ་ང་ཚོ་འཇིག་རྟེན་བྱེད་པོ་པོ་འདོད་གི་མ་རེད་བ།

རབ་ཏུ་བྱུང་བ་དང་མི་སྐྱ་ཕོ་མོ་ཐུགས་རྡོ་བརྟག་ཆོས་ལ་དད་པ་བྱེད་མཁན་ཚོས་ཚེ་འདུས་བྱས་པ་དང་ཁྱིམ་པ་རྣམས་ནི་ལྷ་ཡི་གནས་སུ་སྐྱེས་ཤིང་ས་ཁྱིམ་པ་ཚོ་ད་རུང་ཅི་སངས་རྒྱས་ཀྱི་ནམ་ས་ཆོས་པ་འདི་ལ་འདི་ལ་རྒྱུ་མཚན་དུ་བྱས་ནས་དེ་ནི་དད་པ་དང་གུས་པ་བྱས་ནས་ཡར་གོང་དུ་བཞག་པ་ཡིན་ཏེ་ཁོང་ཚོ་ལྷ་ཡུལ་ལ་སྐྱེ་འགྲོ་གི་རེད་ཟེར་བ། སྐྱེས་ཤིང་རབ་ཏུ་བྱུང་བ་རྩོད་པ་ཅན་དང་རབ་ཏུ་བྱུང་བ་རྩོད་པ་ཅན་ང་རྒྱལ་ཕྲག་དོག་ཞེ་སྡང་གི་ན་ཚོད་དེ་ངེས་དོན་དུ་རབ་ཏུ་བྱུང་བ་རྣམས། དམྱལ་བར་གཏོང་བར་འགྱུར་ཏེ། གཟུ་བ་སངས་རྒྱས་དང་གསུང་བར་ཏེ། ཀུན་སློང་དགའ་འོ། འདི་ལྟ་བུའི་སྐྱེ་གནས་གོ་ལོག། གོ་ལོག་པར་འགྱུར་བ་ལ་ལྟོས། གཟུ་བ་དང་སྐྱེ་གནས་གོ་ལོག་དངོས་གནས་བྱས་ན། རབ་ཏུ་བྱུང་བ་གཟུ་ཡ། ལམ་གོང་མ། ཆེས་སྔོན་འདོད་རྒུའི་རྟེན་བཟང་ལས་ཡ་དེ་ནི་འཁོར་བ་ན་མཐར་འགུགས་དགོས་པ་རེད། ཁྱིམ་པ་བུ་མོ་ཚོ་འདི་ཆོས་མི་ཤེས་ཙང་མ་ངན་སོང་འགྲོ་དགོས་པ་དེ་ལྟ། དེ་འདྲའི་བྱས་པས་ཕྱིན་ཅི་ལོག་ནས་ལྟ་འདི་རེ་བྱུང་འདུག་ག། སོང་ནས་སངས་རྒྱས་པའི་ཐུགས་ཕམ་པོ་བྱ་གསུངས་འདུག་ག། ཧོ། ཞེས་པ་དང་འོད་སྲུང་རྒྱུད་ཞུ་བའི་མདོ་ལས་ཆོས་བཞི་དང་ལྡན་ན་སྡིག་པ་ཅན་གྱི་དགེ་སློང་དུ་རིག་པར་བྱ་སྟེ་ད་ལྟའི་དཔེ་གསལ་བོ་གསུངས་འདུག་ག། ཆོས་བཞི་དང་ལྡན་ན་དེ་ནི་སྡིག་པ་ཅན་གྱི་དགེ་སློང་དུ་རིག་པར་བྱ་སྟེ། ཕྱི་དང་ནང་ལ་ཆགས་པ་དང། ཕྱི་རང་གི་ལ་ཉེ་ཉེ་འབྲེལ་གྱུར་ནང་ལོངས་སྤྱོད་དུ་བྱ་བར་བ། ནང་གི་སེམས་ནི་ལུས་ལ་ཆགས་པ། ཆགས་པ་དང། དེ་ནི་ཡུལ་ལུང་པར་ཆགས་པ་ཡུལ་དང། འཁོར་ལོངས་སྤྱོད་ལ་ཆགས་པ་དང་ལོངས་སྤྱོད་ལ་ཆགས་པ། འོ་ད་འདི་ལྟར་འོད་ལོང་ཆེ་བ་ཚིག་གི་ཕྱིར་རྩོད་ཅིང་བཤད་གཏོང་བ་དེ་ནི་ཚིག་རྐང་པོ་གཅིག་གི་ཕྱིར་དོར་དང་རྩོད་པ་བཏགས་ནས་འདིར་འཇིག་པའི་ཕྱིར་རྩོད་ཅིང་བཤད་གཏོང་བ། བཤད་གཏོང་བ་དང་ཆོས་དང་ཆོས་མ་ཡིན་པའི་བྱེ་བྲག་མི་ཤེས་ཤིང། དོ། སྔོན་མོ་ཆོས་དང་ཆོས་དང་ཆོས་མ་ཡིན་པའི་བྱེ་བྲག་ཤེས་དཀའ་མ་རེད། ཁྱོད་ཚོས་ཟེར་ན་འདི་དགའ་བ་རེད། འདི་མི་དགེ་བ་རེད།

ཆོས་དང་འགལ་ཆོས་དང་འགལ་བའི་སྤྱོད་པ་སྤྱད་དེ་ཉོན་མོངས་པ་དང་འདྲེས་བདེ་བར་བརྟག་འདི་ཆ་དོ། དེ་སྣང་ལ་སྣང་ལ་རང་བཞིན་མ་འདུག་ཟེར་ག་ལ་ཆོས་པའི་གཟུགས་ཉིད་དུ་སྣང་ལ། ཆོས་ནི་སེམས་ལ་ནི་ཆོས་མི་འདུག་སྣང་ལ་དེ་ནི་སྣང་ལ་མ་ངེས་པ་སོགས་ཏེ། ཆོས་པའི་གཟུགས་ཉིད་དུ་སྣང་ལ་ཆོས་པ་ཡིན་པ་མ་ངེས་པ།

དེ་དང་ཉོན་མོངས་པ་གང་འདྲེས་འདྲེས་དོ། འོ་དེ་བསམ་བློ་བཏང། ང་ཚོ་ཆོས་པའི་གཟུགས་བརྙན་དུ་སྣང་བསྡད་ཡོད་རེད། དེ་ནི་ཆོས་པའི་ཆོས་དང་ངན་གྱི་དོ་མེད་དོ། བསམ་བློ་ཞིག་བཏང། འོ་དེ། འོ་དེ་ཇི་ཚོད་དུ་སོང་ཞེས་པ་དངོས་གནས་ད་ཚད་མེད་ཀྱི་ད་དོན་དག་ངོ་མ་ད་འགྲོ་སྟངས་དེ་རེད། ཆོས་བྱེད་ངེས་ཀྱི་རྟགས། མཚན་མ། འགྲོ་སྟངས་དེ་ལྟར་དེ་རེད་དེ་རེད། འོ་ད་དེ་འདྲའི་སྟངས་དེ་འདི་སངས་རྒྱས་གསུངས་ཞེས་པ་དེ་ནང་བཞིན་བྱས་ནས་ངས་འདི་ཞུ་གི་ཡོད། འདི་ནི་ཕྱི་དང་ནང་ལ་ཆགས་པ་དང་ཡུལ་དང་འཁོར་ལ་ཡུལ་ལ་ཆགས་པ་དང་འཁོར་ལ་ཆགས་པ་དང་ལོངས་སྤྱོད་ལ་ཆགས་པ་དང་ཚིག་གི་ཕྱིར་རྩོད་ཅིང་དེ་ནི་ཞེ་སྡང་བ་དང། འདི་ནི་ཆོས་དང་ཆོས་མ་ཡིན་པའི་བྱེ་བྲག་མི་ཤེས་ཤིང།

ལྷ་ཁང་ཞིག་ནས་སངས་རྒྱས་བསྟན་པ་ཞིག་བ་རེད་ཟེར་དེ་མ་རེད། སངས་རྒྱས་བསྟན་པ་ཟེར་གསུངས་སོང་ང། ལུང་རྟོགས་ཀྱི་བསྟན་པ་དེ་རེད་ལུང་རྟོགས་བསྟན་པ་དེ་ང་ཚོ་སེམས་རྒྱུད་རེད། སེམས་རྒྱུད་ལ་ཡོད་པའི་ལུང་རྟོགས་ཀྱི་བསྟན་པ་དེ་ད་དུང་དེ་འདི་འདྲའི་གི་ཉོན་མོངས་པ་དང་ཚུལ་གྱིས་ཤིག་གི་བར་དག།

སོ་བྱས། སེམས་ཀྱི་རོ་དེ་ཉིད་ལ་སྲིན་པོ་བྱུང་བ་དེ་ཉིད་ཀྱི་སའོ་ཞེས་གསུངས་པའོ། དེ་ལ་ཁ་ཅིག་བྱང་ཆུབ་སེམས་དཔའི་སྤྱོད་པ་ནི་བདག་དགའ་བདེ་ཡང་མི་ཁ་ཤས་ཅིག་གཟིགས་ཀྱི་རེད། བྱང་ཆུབ་སེམས་དཔའི་སྤྱོད་པ་འདྲ་མ་འདྲ་བས་ཡོད་རེད། བརྟག་དཔྱད་བྱེད་ཁག་པོ་རེད། ང་ཚོའི་གང་ཟག་ཚོས་གང་ཟག་ཟིན་གྱི་མ་རེད།

དུས་མེད་བཅོས་མེད་ཀྱི་བྱང་ཆུབ་སེམས་དཔར་གསུངས་ད་དེ་དངོས་ནས་བཅོས་མ་རེད་ཡང་དག་པའི་བྱང་ཆུབ་སེམས་དཔའ་མ་རེད། རྙེད་པ་དོན་དུ་གཉེར་གྱི་ཆོས་འདུལ་མིན་འདུལ་བ། དེ་རྙེད་པ་དོན་དུ་གཉེར་མཁན་གྱི་བྱང་ཆུབ་སེམས་དཔའ་རེད་མ་གཏོགས་ཆོས་དོན་དུ་གཉེར་མཁན་མ་རེད། རྙེད་པ་དོན་དུ་གཉེར་གྱི་ཆོས་འདུལ་མིན།

དེ་ལ་ཆགས་ཤིང་ཡོན་ཏན་མ་ཆགས་པ། ཚེ་འདི་གི་བདེ་བ་ལ་ཆགས་པ་རེད་མ་གཏོགས་མཐར་ཐུག་སངས་རྒྱས་གོ་འཕང་མཐོ་བ་ཡག་གི་ཡོན་ཏན་ལ་ཆགས་པ་མ་རེད། ཡོན་ཏན་མ་ཆགས་པ། བཞི་པོ་འདི་དག་བཅོས་མར་གསུངས་པ་ཟེར་བ་དང་འདི་བཞི་པོ་འདི་བཅོས་མེད་ཀྱི་དང།

དབྱངས་ནི་དབྱངས་དུ་ཕྱིན་སོང་ངམ། ཉོན་མོངས་པ་འདོད་ཆགས་ཞེ་སྡང་གཏི་མུག་གསུམ་དུ་གང་དུ་ཡང་སྣང་བ་མེད། གསུམ་པ་ལྟ་ང་ཚོ་ཆོས་བྱེད་ཀྱི་ཐབས་ཤེས་དང། དོན་དག་ངོ་མ་དེ་ཡོད་ན་མེད་ན་དང། དེ་ཉོན་མོངས་ཀྱི་གཉེན་པོ་འགྲོ་བ་དེ་རེད། གལ་ཏེ་ང་ཚོ་སྐད་ཅིག་མ་གོ་བྱུང་སོང་ངམ། འོ་དེ་འདོད་གང་ལ་གང་དུ་སྣང་བ་མེད་ཅིང་དེས་སེམས་ཅན་གྱི་དོན་བྱེད་པ་ནམ་ཡང་མི་སྲིད་པས་དུ་བ། ཉོན་མོངས་པས་རང་དོན་བྱེད་ཀྱི་མ་རེད་གཞན་དོན་བྱེད་ཀྱི་མ་རེད།

ཡོན་ཏན་གྱི་ཡོན་ཏན་གྱི་གྲུབ་ཞིག་དང། དུ་བ་ལ། གཞོན་ནུ་ཁྱོད་ཀྱིས་བླ་ན་མེད་པའི་ཡང་དག་པར་རྫོགས་པའི་བདག་བྱང་ཆུབ་ཏུ་སེམས་བསྐྱེད། དེ་ནི་སེམས་བསྐྱེད་ནི་བསྐྱེད་པ་ཙམ་མ་ཡིན་པར་དེ་ནི་སེམས་བསྐྱེད་དེ་དང་ལྡན་པའི་སྒོ་ནས་ད་ཡོན་ཏན་ཐམས་ཅད་འགྲུབ་པོ་རེད་གྲུབ་ཞིག་དང། འཇུག་པའི་སྡོམ་པ་འདི་ཉིད་ཀྱིས་ཁྱོད་རབ་ཏུ་འཇུག་ཅིང་མཉམ་པར་རྫོགས་པར་འགྱུར་བ་ཡིན་ནོ། དུ་བ་ལ། དེ་ནི་བྱང་ཆུབ་སེམས་ལ་འཇུག་ནས། དེ་ནས་འཇུག་ནས་དེའི་གི་སྡོམ་པ་དེ་ག་སོང་ནས་འཇུག་པའི་གི་སྡོམ་པ་དེ་ཉིད་ཀྱིས་ཁྱོད་དེ་ནས་བྱང་ཆུབ་སེམས་དཔའ་རབ་བྱུང་ཟེར་གི་རེད། ཁྱོད་རབ་ཏུ་བྱུང་ཞིང་མཉམ་པར་རྫོགས་པར་འགྱུར་བ་ཡིན་ནོ་ཞེས་གསུངས་པའོ། དེ་བས་ན་རང་གཅིག་པུ་ཞི་བདེ་འདོད་པའི་གི་སྡོམ་པ་ནི་ཉན་ཐོས་ཀྱི། ཉན་ཐོས་ཀྱི་ཚུལ་ཁྲིམས་ཡིན་པས་དེ་ལ་ཚུལ་ཁྲིམས་རྣམ་པར་དག་པ་ཞེས་མི་བརྗོད་དེ། ད་ཉན་ཐོས་ཀྱི་ཚུལ་ཁྲིམས་ཅི་ན་ཚུལ་ཁྲིམས། རེད་དེ། ད་ཚུལ་ཁྲིམས་རྣམ་པར་དག་པ་དེ་མ་རེད་གསུང་བ་རེད། སྤྱི་དང་སྡིག་པ་སྤང་བར་གལ་བ་གྲུབ་པ་རེད། ཡིན་ན་རྣམ་དག་དེ་མ་རེད་གསུང། ཡོངས་བསྡུས་པ་ལས་གལ་ཏེ་བསྐལ་པ་བྱེ་བར་དགེ་བའི་ལས་ལམ་བཅུ། སྤྱོད་ཀྱང་རང་རྒྱལ་དགྲ་བཅོམ་ཉིད་ལ་འདོད་པ་སྐྱེས། བསྐལ་པ་བྱེ་བ་མང་པོ་ལ། དགེ་བའི་ལས་ལམ་བཅུ། དགེ་བ་བཅུ་ཡོད་པ་དེ་རེད། དེ་འདྲའི་དེར་སྤྱོད་ཀྱང། རང་རྒྱལ་བའི་དགྲ་བཅོམ་པ་ཉན་ཐོས་དགྲ་བཅོམ་པ་རང་རྒྱལ་དགྲ་བཅོམ། ཉིད་ལ་འདོད་པ་འདོད་སྐྱེས་ན། དེ་ནི་ཚུལ་ཁྲིམས་སྐྱོན་བྱུང་ཚུལ་ཁྲིམས་ཉམས་པ་ཡིན་སྲིད་ད་དེ་ཚུལ་ཁྲིམས་སྐྱོན་བྱུང་བ་རེད་ཚུལ་ཁྲིམས་ཉམས་སོང་བ་རེད་ཡང་དག་པ་མ་རེད་སོང་བ་སེམས་བསྐྱེད་པས་ནི་སེམས་བསྐྱེད་དེ་ནི་ཕལ་པ་མོས་ཀྱང་ཤིན་ཏུ་ཆེ་དེ་ལྟ་བུའི། ཉན་རང་གི་དགྲ་བཅོམ་པའི་འབྲས་བུ་ཐོབ་པར་འདོད་པའི་གི་སེམས་བསྐྱེད་དེ། འོ་ད་སེམས་བསྐྱེད་དེ་འཕགས་པ་རེད་བྱང་ཆུབ་སེམས་དཔའི་སྡོམ་པ་དེ་ཡོད་མ་རེད་བྱང་ཆུབ་སེམས་དཔའི་བྱང་ཆུབ་སེམས་དཔའི་ཉམས་ལེན་བྱས་ན་ཕམ་སོང་བ་རེད། འོ་དེ་དེ་ཇི་སྐྱོ་མ་རེད་གསུང། བས་ཀྱང་ཤིན་ཏུ་ཆེ་སོ། ཕམ་པ་བས་ཀྱང་ཤིན་ཏུ་ཆེ་བས་ན་ཉན་རང་གི།